གནམ་སོ་སྐུ་ངམ་ས་ཐེངས་འདིའི་ཨ་རི་རླུང་འཕྲིན་ཁང་གི་བུད་མེད་ཀྱི་ལེ་ཚན་འདིའི་ནང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཁྲོད་དུ་བུད་མེད་ཀྱིས་བོད་དོན་ལས་འགུལ་ནང་མཉམ་ཞུགས་བྱེད་ཕྱོགས་དང་འབྲེལ་བའི་སྐོར་ལ། བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཞོན་ཚེ་འགྲོ་མ་ལགས་དང་དག་ན་ཤིང་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་རིག་འཛིན་ཆོས་སྒྲོན་ལགས་དང་ལྷན་དུ་གླེང་མོལ་ཞུ་གི་ཡིན། ཐོག་མ་དེ་རྣམ་པ་གཉིས་ང་ཚོ་ཨ་རུ་རླུང་འཕྲིན་ཁང་གི་བུད་མེད་ཀྱི་ལེ་ཚན་འདི་ནང་ཕེབས་པར་ཐོ་ཆེན་ནང་ཞུ་ཡ་དང་འདྲ། ཐོག་མ་ངས་བཀའ་འདྲི་ཞུ་ཡ་དེ་ཡིན་ད་རྣམ་པ་གཉིས་ཡིན་ན། ད་ཅིག། དུས་ཚོད་རིང་པོ་ཞུ་ཅིག་ད་ཅིག་ལས་འགུལ་དང་བོད་དོན་ལས་འགུལ་ནང་ཕྱག་ལས་གནང་ཡོད་དུས་ཙམ་པ། ད་ཐོག་མ་དེ་ཚོགས་གཞོན་ལགས་ཡིན་ན། ད་ཅིག་བོད་དོན་ལས་འགུལ་ནང་ཐོག་མ་ག་དུས་མཉམ་ཞུགས་གནང་ཡོད་ན་སྐབས་དེ་དུས་ཀྱི། བཙན་བྱོལ་སྤྱི་ཚོགས་ཀྱི་གནས་སྟངས་དེ་ག་འདྲའི་རུ་ཞིག་ཏུ། ང་གིས་ད་འཚར་ལོངས་བྱུང་ས་འདི་ད། པ་ཏི་གུར་སློབ་གྲྭ་བྱས་འདའ་ལོ་སི་སློབ་གྲྭ་བྱས། འདའ་ལོ་སི་སློབ་གྲྭ་ནང་གི་བོད་ཡིག་དགེ་རྒན་ཚོས་ཀྱི་དཔེ་ང་ཚོ་ལ་ད་ཁ་ལ་གོ་རེད། བོད། འདི་ང་ཚོའི་རེད། ཨ་ནི་བོད། རྒྱ་མིག་གི་འཕྲོག་རེད་ལ་ཡའི་དགྲ་བོ་དང་དེ་འདྲའི་གི་དཀའ་མེད་མང་པོ་ཅི། གསུངས་འདུག་གི་རེད་ད་དེ་ཡིན་དུས་གང་ལ་འདི་དངོས་ནས་སེམས་ནང་ལ་ཞེ་བོ་ཅིག་ང་ཚོར་གི་ཡོད་ར་ཨ་འདི་ནང་ཞིག་གི་ངེད་ཀྱི་པ་ལ་ཨ་མ་ཡིན་པ་ཡིན་ན་པ་ལ་དགྲ་བོ་ཡིན་པ་ཡིན་ན་ཨ་ནི་ཐོག་མ་ད་བོད་ནས་བྱས་ཨ་ནི་དེ་ནས་བློ་འཁྲིག་ཚུགས་ཀྱི་བྱས་ཨ་ང་ཚོའི་གི་གཞིས་ཆགས་ཀྱི་སྤྱི་ཚོགས་ཅིག་ཡོད་ར་ཁོར་ཡུག་ཅིག་འདི་ཁོ་རང་བེད་ཁོ་རང་ད་ལྟ་རང། ད། བོད་ལ་ལོག་གོ་རེད་ལས་བྱོ་ར། འདི་ཚོར་བ་དེ་ཁོ་ཚོ་ལ་ཤུགས་ཆེན་པོ་ཞིའོ་བྱོས་རེད། ཨ་འདི་འདྲས་ཡིན་དུས་གང་ལ། འདི་གི། ཁོ་ཚོའི་གི། ད་ག་ལོག་རེད། ལམ་སྟོན་ད་མ་སོང་ན་ད་འདི་བཀའ་སློབ་དེ་གནང་གནང་གཉིས་གི་ང་ཚོའི་སེམས་པ་ནང་ལ་ང་ཚོས་ཅིག་བྱེད་གོ་རེད་བསམ་ཡས་བྱོས་ར། ཨ་འདི་འདྲས་ཡིན་དུས་ད་འདི་བྱས་དེ་ལ་ང་ད་སློབ་གྲ་དགེ་རྒན་འདྲ་བོ་ཅིག་བྱས་བ་རེད། སློབ་གྲ་དགེ་རྒན་བྱས་བྱས་ནས་ཞོ་ཞོ་ལ་ད་ང་ཞུ་ང་ཚོ་གི་གཞིས་ཆགས་ནང་ལོག་ལ་ཚོགས་པ་འདྲ་མི་འདྲ་མང་པོ་བཙུགས་ཆོག་མ་རེད། ཨ་འདི་ཡིན་དུས། ཚོགས་པ་དང་ཤོས་དེ་གཞོན་ནུ་བཙུགས། གཞོན་ནུ་བཙུགས་དུས་ང་གཞོན་ནུ་བཙུགས་མཁན་གྱི་ནང་ལོགས་ལ་ཡིན་རུང། འདི་བྱེད་དུས་ག་ལ་ད་འདི་ནང་ལོགས་ལ་ལས་ཀ་བྱེད་ཡས་ཀྱི། གོ་སྐབས་འགྲོ་དཔེ་མང་པོ་རག་མྱོང། དཔེ་ན། ད་བལ་ཡུལ་ནང་ལོགས་ཡིན་པ་ཡིན་ན་ཆབ་སྲིད་ཀྱི་ལས་འགུལ་བཅས་སྤེལ་ཆོག་གི་ཡོད་མ་རེད། སྐབས་དེ་དུས་གང་ལ་ད་སོ་སོ་ས་གནས་འདི་གི་གཞོན་ནུ་གྱི་ཚོགས་གཙོ་ཚོགས་གཞོན་གྱིས་ད་ལས་ཀ་བྱེད་པའི་སྐབས་དེ་ལ། འདི་འདྲས་ཀྱི་ལས་འགུལ་འདི་འདྲས་ད་གནས་མང་པོ་ཅིག་ཁྲིད་དགོས་ཀྱི་ཡོད་རེད། བློ་ཁོག་ཆེན་པོ་བྱེད་ཅེས་ནས་ནས་འཁྲུག་གི་འོ་རེད་དེ་མ་ཚད་སོ་སོ་ཡང་བོད་པ་ཅིག་ཡིན་པའི་ཆ་ནས་རྒན་གྱིས་ཡང་དེ་འདྲས་ཀྱི་ལས་འགུལ་དེ་ཚོ་ལ། སོ་སོས་ཀྱིས་དང་པོ་དོན་པ་ཡིན་ན་ཨ། འོག་ནས་མ་མི་དེ་ཚོ་དངོས་ནས་སེམས་ཤུགས་ཡོད་བསྡད་པའི་གི་མི་རྐྱང་རྐྱང་ཡིན་དུས་ཨ་འདི་གི་རང་བཞིན་མེད་ཅིག། ག་ལ་གང་འཚམ་ཅིག་འབྲས་བུ་ཐོན་ཡོང་གི་འདུག་ད་འདི་ཡིན་དུས་གང་ལ། གཅིག། ཉིས་སྟོང། གཅིག་སྟོང་དགུ་བརྒྱ་དགུ་བཅུ། གོ་བཞི་གོ་ལྔ་སྡེ་བ་ལ་ང་ཚོས་ཀྱི། ད། བལ་ཡུལ་ལ་ཡང་ནང་ལོགས་ལ་བལ་ཡུལ་ཀརྟ་མ་འགྲུ་ལ་ཡང་སྤོག་ར་ལ་ཡང་ད་འདི་འདྲས་ཀྱི་ས་ཆ་ཁག་ཁག་ཡོད། ད་སྤོག་ར་འདྲ་བོ་ཇི་ཡིན་པ་ཡིན་ན། ཆབ་སྲིད་ཀྱི་ལས་འགུལ་སྐབས་དུས་དུས་སྐབས་ལ་ཏི་སྤེ་བ་ཡིན་ན་ཡི་ཏི་ལྷོད་ཡངས་འདྲ་བོ་ཇི་ཡོད། ཨ་དུས་དུས་སྐབས་ལ་སྣེ་ཁྲིད་བྱས་ནས་ང་ཚོ་སྤོག་ར་གཞིས་ཆགས་ཤིག་གི། གཞོན་ནུ་ཚོས་གོ་སྒྲིག་བྱེད་བྱེད་མིར་བ་ཨ་ནེ། གོམ་བགྲོད་ཀྱི་ལས་འགུལ་ཅིག་སྤེལ། བར་དཔེ་དུས་ཁང་ལ། ང་ཚོ་གཞིས་ཆགས་གཞིས་ཆགས་ཀྱི་རུག་རུག་བྱེད་མི་གཅིག་དཔེ་དུས་ཁང་ལ་ཨ་ནེ་མི་མང་པོ་ཅིག་འདི་གི་ནང་ལ་མཉམ་ཞུགས་བྱེད་དུས་དཔེ་སེམས་ལ་ཚོར་བ་སྟོན་སར་རག་ནས་དཔེ། དགའ་ཚོར་གྱིས། སྐད་ཞིའུ་རྒྱབ་བྱེད་ནས་མཐའ་མ་དེ་ལ་ང་ཚོ་ཚང་མ་ད་པུ་ལིས་ཀྱིས། ག་ལ་ཡི་རེད་ད་མིག་ཚ་ཡས་ཀྱི་དུ་བ་འགྲོ་སྟངས་ཡས་དུ་བ་ཨེ་འདྲའི་སྟངས་བྱེད་ནས་ང་ཚོ་དཀའ་ངལ་ཞིའུ་འཕྲད་བྱེད་ནས་མི་དྲུག་བདུན་གཅིག་བཙོན་ཁང་ནང་ལ་དྭ་འདི་འདྲའི་གི་གནས་སྟངས་ཡས་བྱུང་ཡོད་འདི་ནག་ལོ་ལ་བུད་མེད་ཡས་ཡོད་ཨ་འདི་ཡིན་དུས་ཁང་ལ་འདི་འདྲའི་བྱེད་བྱེད་ནས་ད་ང་ཚོ་ད་མང་རུ་ཁོང་འགྲོ་ས་ཡས་བྱོས་བ་ད་ད་འདོད་ཆེ་པོ་འདུག་བསམ་ཡས་བྱེད་ཨ་འདི་ཡིན་དུས་ཨ་ཉིས་སྟོང་བརྒྱད་ལོ་ལ་བལ་ཡུལ་ལ་འདི་བྱུང་ར་འདི་སྐབས་ལ་ཡ་ང་ཚོ་སྣེ་ཁྲིད་མཁན་གྱི་གྲས་ག་རེད་ངས་ད་མང་པོ་རག་ཡོད་རེད་ད་ནང་ཞིག་གི། ཞོགས་ཀའི་གཟིམ། དགོངས་དག་ཆུ་ཚོད་བཅུ་གཅིག་ལ་གློད། ཞོགས་ཀའི་གཟིམ། དགོངས་དག་ཆུ་ཚོད་བཅུ་གཅིག་གློད་བྱེད་ནི་ང་ཚོ་མི་དཔེ་མང་པོ་ཡོད། ཨན་དུས་དུས་གང་ལ་དེ་འབྲེལ་གྱི་ལས་འགུལ་ནང་ལ་རྟག་པར་བཙོན་ཁང་འཛུལ་མཁན་ཨན་འབྲེལ་གྱི་ད་མི་མང་པོ་ཡོད་རེད་ང་རང་ཡི་གཅིག་རེད། ཨན་དེ་ཡིན་དུས་དེ་འདྲས་བྱེད་དུས་གང་ལ་ད་དེ་ང་ཚོ་བྱེད་དགོས་འདུག་བསམ་ཡས་ཆོག། ཨེ་འདི་འདྲ་ཡིན་དུས་གང་ལ་ང་ཚོ་ད་ལྟ་ལས་འགུལ་འོ་འདུག་འདུག་འདུག་བྱེད་བྱེད་ནས་ཨེ་མཐའ་མ་དེ་ལ་ད་ལྟ་རྒྱ་གར་ནང་སླེ་རོགས་ཨ། ལས་འགུལ་ག་རི་སྤེལ་བ་ཡིན་ན་ངས་ང་རང་གི་གོ་སྐབས་བཟང་པོ་ཅིག་ཡིན་བསམ་གྱི་ཡོད་རོགས་གོ་སྐབས་བཟང་པོ་ཅིག་ང་ད་བྱེད་ས་གི་ལུང་པ་ཅིག་ལ་སླེ་སོང་ང་ལོས་བྱེད་བསམ་ཡས་ཆོག་ཁོ་ཚོས་བོད་ནང་གི་བོད་མི་ཚོའི་གི་ཆེད་དུ་ང་ཡིན་ད་ཡིན་བསམ་ཡས་ཆོག་འདི་གི་འཚོ་བ

བོད་དངོས་སུ་ད་མཐོང་མྱོང་མེད་ནས་ཅིག་བོད་ཀྱི་འཆར་སྣང་འདི་པཱ་ལགས་ཀྱི་སྒྲུང་རང་བརྒྱུད་ནས་དེ་བྱེད་ཨ་འདི་ད་ད་ཅིག་སེམས་པ་སྐྱོ་ཡ་ཅིག་གནས་ཚུལ་ག་འདྲས་བྱུང་ན་ན་པཱ་ལགས་ཀྱི་ཅིག་བློ་ཕམ་ཅིག་ལ་ད་ད་པོ་པོ་གལ་སྲིད་ད་རྒྱ་གར་ནས་འདུག་བོད་ནས་འདུག་བཙན་བྱོལ་སླེ་བའི་སྐབས་ལ་ཡང་ད་གནམ་གཤིས་ཚ་གྲང་སྐྱེན་པས་ཀྱི། བ་ལ་བཏབ། ལོ་གཅིག་གཉིས་མ་སིམ། བཙན་བྱོལ་ན་སླེབས་པའི་སྐབས་ལ་སྤོ་པོ་རྨོ་མོ་གཉིས་ཅར་མེད་པ་ཆགས་འདུག་ར་དེ་གི་ཡང་པ་ལ་གཅིག་པོ་ཅིག་ཡང་སོ་སོ་ལྷ་ཡ་དང་གནས་སྟངས་དེ་འདྲ་བྱས་དཀའ་ཉེ་མང་པོ་ཅིག་འཕྲད་ཡང་པ་ལ་གི་དཀའ་ཉེ་འཕྲད་གྱོ་གི་གནས་སྟངས་འགྱོ་ར་དཔེ་ན་ཆ་བཞིན་ད་ང་ཚོ་མི་མང་ཆེ་གི་སྒྲུམ་ད་བོད་ནང་སླེབས་གྱོ་གཅིག་ཕལ་ཆེན་གཅིག་མཚུངས་འགྲོ་རེད་དོ་ཟླ་བ་མང་པོ་གོམ་པ་རྒྱ་ནི་སླེབས་རེད། ཨཱ་ནི། ག་ལ་ཟ་ཡ་མེད་བ་བྱས་ནས་ང་ཚོ་གང་རེད་ཟོམ་པ་གིས་ཀོ་བ་འདི་བཙོས་ནས་འདི་བྱས་འདི་པཱ་ལགས་ཀྱིས་སྒྲུབ་མི་བྱེད་དུས་འདི་དངོས་གནས་རེད་ང་རང་ཡང་དེ་འདྲས་བྱེད་ནུས་སོ་སོ་ཧང་སང་ཡང་བརྗོད་ར། དེ་འདྲས་སྒྲུབ་མཁོ་བྱེད་དུས་ཨཱ་ནི། ཅིག་རྒྱ་གར་ལ་སླེབས་དུས་བསམ་པ་ལས་ད། སུ་གང་ཅིག་ནང་མི་དང་སྤུན་མཆེད་དེ་འདྲས་བཅས་མེད་དུས་བསམ་པ་ད་སློབ་གྲྭ་ལས་འགྲོ་བས་ག་ཅིག་དུས་དུས་ཧ་གོ་གོ་མ་རེད། གཉེན་ཉེ་ཚེ་སུ་གང་ཅིག་མེད་དུས་སོ་སོ་རང་གིས་དེ་འདྲས་དཀའ་ལས་ཀྱིས་ཨཱ་ནི་ཕྱིས་སུ་ད། བོད་གཞུང་སློབ་གྲྭ་ན་ཚུལ་བྱས་དེ་འདྲས།

ཁྱེད་རང་ཚོ་མ་ན་ལི་དེ་འདྲ་ཞུ་འཆམ་འཆམ་འགྲོ་ཡ་དེ་ས་ཆ་དེ་ལང་ཀ་གང་ཚ་ང་ཚོ་ཀ་ལེ་ག་ནས་བཟོས་འདི་ལ་ཅིག་ཤིམ་ལ་ག་ཅིག་ད་དེ་ཚོ་ཨ་ནི་དེ་འདྲ་ཡིན་དུས་ཡང་ནམ་རྒྱུན་དེབ་ཀློག་དེ་ར་ད་སོ་སོ་མོ་མོ་ད་དེ་འདྲ་རྩ་ནས་སྒྲུབ་དངོས་སུ་གོ་དུས་བསམ་པ་ཡང། འཚོ་བ་མ་འདྲ་བ་ལས་ཀྱི་ཨ་ལས་ང་རང་གི་འདི་ནང་ལོ་ལ་འབྲེལ་བ་ཤུགས་ཆུང་པོ་ཅིག་ཆགས་བསྡད་འདུག་ཨ་ས་མེད་ཅོ་ར་ང་ཚོ་ནང་མི་གི་ཨ་ནི་དེ་ཕྱི་ནས་པ་ལ་ད་ཨམ་ལ་ཁྱོ་གཉིས་ཅག་ག་ཅིག་ང་ང་ར་སྤྱི་བཏང་གི་དུས་སྐོར་སྐོས་བྲོ་བའི་སྐབས་ལ་རྒྱ་གར་མཉོམ་དུ་ཅིག་གལ་ཆེ་ཤེས་མཐོ་སློབ་ཁག་དང་སློབ་གྲྭ་ཁག་ལ། ག་དུས་ན་ང་རང་སྒེར་གྱི་སྒྲུང་དེ་ཉིད་བཤད་ཐུ་བ་ཆེ་བས་ཁ་ལྕེ་རྣ་བས་ན། ང་ཚོ་གཅིག་ལོ་རྒུད་དང་གྲངས་ཀ་དེ་འདྲས་མང་པོ་ཅིག་ཤེས་བ་ལ་མི་དེ་ཚོ་དེ་སེམས་ན་དེའི་མི་འདོ། འཚོ་བ་ལས་དེ་ད་ལྟ། དེ། ཨ་ཚེ་སྒྲོལ་མ་ལས་གསུང་བ་ན་ཞེས་རེད། དཔེ་གལ་ཆུང་པོ་རེད། དེ་ཡང་སྒེར་གྱི་སྒྲུང་ཅིག་བཤད་དུས་མི་དེ་ཚོ། གྲངས་ཀ་དང་ལོ་དང་དེ་ཚོ་བརྗེས་ནས་ཨ་ལས། སྒེར་གྱི་སྒྲུང་དེ་ཁྱེད་རང་ཡང་འདིར་སྒྲུང་གཅིག་གཉིས་མ་བཤད་ས་དཔེ་བློ། ང་གཟུགས་སོགས་ལས་ཅིག་དང་ང་ད་འདོད་དྲན་གྱི་འདུག་ལས་ཨང་ཁ་ཤས་འདི་ག་ལ་ཡང་དེབ་བྲིས་ཀྱི་ལས་དང་རྩོམ་ཡིག་བྲིས་ཀྱི་ལས་དེ་འདྲས་ཀྱི་མཁས་པ་བཟོས་དུས། ཨ་ནི། འདི་གི་ད་ང་ལ་ཤུགས་རྐྱེན། པའི་ཤུགས་ཆེན་པོ་ཅིག་ཐེབས་རེད་བསམ་གི་སླབ་གྲྭ་ལ་སྡོད་དུས་བལ་ཁོ་ར་བོད་པའི་གནད་དོན་འདི་དག་ཚང་མས་ཤེས་མགོར་བསམ་ཡིན་ཤག་ཤག་བརྩིས་ཏེ་ར། ལྟོ་སྔོན་ནས་མི་མང་པོ་ཅིག་གི་འཚོ་བ་ཕལ་ཆེར་ངེད་ཀྱི་ད་ལྟ་སྒྲུང་འདི་ལ། ཕལ་ཆེར། ཨ་ལེ་དེ་འདྲས་ཅིག་རེད་ཤག་བསམ་བསམ་གི་བསམ་བློ་གཅིག་འཁོར་རྒྱུར་བསམ། བོད། ང་བོད་པ་ཡིན་ལ་ར་ཧ་གོ་མང་པོ་ཅིག། ཨ་ནི། ཤི་ལོང་ལ་ཡོད་རེད་བས། North East ལ་ང་ཚོ་ཕལ་སྐད་ཁུལ་དེ་ལ་ར། དེ་བ་ལ་ཡོད་རེད། ཨ་ནི་དཔེར་བློ་ཕམ་ཕ་མེད་ཅིག་ཨ་ལེ་ད་དཀོན་རྒྱུ་བསམ་ཧ་གོ་གི་མིན་འདུག་བསམ་མེད་ཅིག། ད། ནམ་རྒྱུན་ཡོད་ན་སོ་སོ་ཅིག། སློབ་གྲྭ་ཁག་ཏུ་ད་ལྟ་མི་གཅིག་ལ་ཡ་དོན་གཅིག་སྐད་ཆ་བཤད་འདྲའི་བློ་ཁོག་མེད་ལ་གདེང་ཚོད་མེད་ར། ད་ཕལ་སྐད་ལ་སླེབས་དུས་ང་མ་ཤེས་ན་སུས་ཤེས་ཀྱི་རེད་ལ་དེ་འདྲའི་འཚོ་བ་ཤུགས་ཆེན་པོ་བྱུང་ཨ་ནི། ད་ང་ཚོ། བདག་ཁོ་ར། ག་འདྲའི་ལོག་ལྟ། བློ་སྒོ་མཚུངས་ནི་བླ་འོག་རེད། དྲག་པོ་བྱེད་སེམས་དྲག་པོ་བྱེད། ཡང་ནི། དང་ཤུལ་ལྟ་ངེས་འཛིན་དགྲ་ནི་དགོས་ཚུལ་ཡིན། སབ་དགྲ་བྲིས་བོད་ཀྱི་སབ་དགྲ་བྲིས་རྒྱ་གར་སབ་དགྲ་བྲིས། ཆབ་སྲིད་གནས་སྟངས་ག་རེ་མི་དེ་འདྲས་དེ་འདྲས་དེ་འདྲས་བྱས་ན་ནི། ཧ་ལམ། ལོ་བཅོ་གསུམ་བཅུ་བཞི་ཟློ་བཞུགས་དུ་ལས་འགུལ་རང་ལ་འདིར་མཉམ་ཞུགས་གནང། ཨ་བོད་པའི་རྩ་དོན་དང་འདི་རང་ལ་ལས་འགུལ་སྤེལ། ལ་སོགས་ལྟར་རྣམ་པ་གཉིས་ཆ་ཡིན་ན་ལྟ་ཅིག་ལས་ཀུན་གྱི་ནཱ་རོ་ལ་ལོ་རྒྱུས་རིང་པོ་བཞུགས་ཅིག་ཕྱག་ལེན་གནང་ཞག་དེ་ནས་ཚོགས་གཞོན་ལ་ང་འདི་ཅིག་ཡིན་ལྟ་ཅིག་བོད་ཀྱི་བུད་མེད་ལྷན་ཚོགས་ལས་དུས་ཙམ་པ་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ཡིན་ནས་ལྟ་ཅིག་བོད་པའི་གནས་ཡུལ་ས་གནས་ག་བ་ཡིན་ནས་བུད་མེད་ཀྱི་ཚོགས་པ་ཆེ་ཤོས་ཅིག་ཆགས་ཀྱི་འོར་བ་ལྟ་དེ་བུད་མེད་ལྷན་ཚོགས་དེ་བརྒྱུད་ཅེས་ལྟ་ཅིག་བོད་པའི་སྤྱི་ཚོགས་ནང་རོ་ལ་ལྟ་ཅིག་ག་ལོ་རེ་བུད་མེད་ཀྱི་འགོ་ཁྲིད་ཟབ་སྦྱོང་འགོ་ཁྲིད་གསོ་སྐྱོང་གང་ལ་ནུས་པ་ག་ཚད་ཟིག་ཐོན་ཐུབ་ཀྱི་ན། ད་ང་རང།
ཉིས་སྟོང། གུ་ནས་ཕྱིན་ནས་ནི་ད། ཉིས་སྟོང་བཅུ་གཉིས་ནས་ཕྱིན་ནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་རྒྱུན་ལས་ནང་ལ་འདུག་ཕྱིན་ནས་ད། ལས་ཀ་བྱེད་པའི་གི་བརྒྱུད་རིམ་ནང་ལོགས་ལ། ནི་ད། བསྲེ་ཞིང་བསྐྱེད་པ་ཧ་གོ་བ་དེ། ད་ལྟ། བུད་མེད་ཀྱི་ནུས་སྟོབས་གོང་འཕེལ་གྱི་ཟབ་སྦྱོང་དེ་འདྲའི་ཕུལ་གྱི་ཡོད་རེད་འགན་འཁུར་སྣེ་ཁྲིད་ཀྱི་ཟབ་སྦྱོང་དེ་འདྲའི་ཕུལ་གྱི་ཡོད་རེད། བཙུན་མའི་འགན་འཁུར་སྣེ་ཁྲིད་ཀྱི་ཟབ་སྦྱོང་ཕུལ་གི་ཡོད་རེད། བཙུན་མའི་ནུས་སྟོབས་གོང་འཕེལ་གྱི་ཟབ་སྦྱོང་ཕུལ་བོ་རེད། འདི་གིས་ག་ལ་ག་འཚམ་ཅིག་ཕན་ཐོག་བྱས་ནས་དཔེར་ན་ད་ལྟ་དགྲ་བོ་ཅིག་དང་མིག་མཐོང་ལག་ཟིན་ཡིན་པ་ཡིན་ན་རིན་བྱོན་ལ་དགྲ་བོ་ཡིན་པ་ཡིན་ན། ཀོ་ལེ། མཐོ་སློབ་ཐོན་པ་དང། ལོ་མཐའ་མ་དེ་ལ་ང་ཚོ་བུད་མེད་ཀྱི་རྒན་བཀུར་སྣེ་ཁྲིད་ཀྱི་ཟབ་སྦྱོང་གནང་ལ་ཁོང་རང་དགྲ་བོ་ཡིན་པ་ཡིན་ན་མཉམ་ཞུགས་གནང་ཡོད་རེད། ད་ལྟ་དགྲ་བོ་ཅིག་ཡིན་པ་ཡིན་ན SFT བོད་རང་བཙན་སློབ་ཕྲུག་ཚོགས་པའི་གི་སྣེ་ཁྲིད་མཁན་གྱི་ཆགས་བསྡད་ཡོད་རེད། དེའི་ནང་གཞིས་ཀྱི་སྤྱི་འཐུས་ཀྱི་ནང་ལོགས་ལ། ཟབ་སྦྱོང་ནང་ལ་མཉམ་ཞུགས་གནང་མཁན་མང་པོ་ཅིག་བྱུང་སྟེ་བྱ་དངོས་ལ་ད། ཨ་ནི་འདི་གའི་འདི་ཚོ་ཡི་སྤྱི་འཐུས་ནང་ལ་ད་ལྟ། ཕྱག་ལས་གནང་དང་གནང་བཞིན་པ་རེད་ད་ག་ནང་གཞིས་ཀྱི། ད་སོ་སོ་འདྲ་བོ་ཅིག་ཡིན་པ་ཡིན་ན། ད་ཉིས་སྟོང། གོ་ནས་ཕྱིན་ནས་ཨ་ནི་ང་ཚོ། གཞིས་ཆགས་ནང་ལོགས་ལ་བུད་མེད་ལྷན་ཚོགས་བཙུགས་ཡོད་རེད་ར། བུད་མེད་ལྷན་ཚོགས་དེ་ནས་ཕྱི་ནས་བཙུགས་སྐྱོག་ཅིག་ཆགས་འདིར་ཨ་འདི་གི་སྣེ་ཁྲིད་མཁན་གྱི་ཡང་བུད་མེད་ཀྱི་ཚོགས་གཙོ་དང་པོ་དེ་ང་རང་འགན་ཁྱི་བྱིན་ཨ་འདུག་བྱིས་དུས་གང་ལ། ད་སུ་སུ་ཀི་བུད་མེད་ཀྱི་ལྷན་ཚོགས་ཀྱི་བུད་མེད་ཀྱི་ཚོགས་པ་ཅིག་ན་རང་ཉིད་བུད་མེད་ཡིན་པའི་ཆ་ནས་ཨ་བུད་མེད་ཀྱི་ཚོགས་པ་དེ་གི་ནང་ལོགས་ལ་འཛུལ་དང་འཛུལ་བསམ་ཡས་བསམ་བློ་བཅོལ་ར། དེ་ནས་རིན་ཆོན་ལ་དེ་ཡིན་ད་ཅིག་ང་རང་ཚོ་ད་ཅིག་མི་རབས་གསར་པའི་གི་གཞོན་སྐྱེས་ཀྱི་ཁྲོད་ད་རིན་ཆོན་ལ་ཅིག་ཆ་གོ་རེད། གཞོན་སྐྱེས་ཚོའི་ཁྲོད་ལ་ད་ཅིག་བོད་མཐོང་ཡོང་ཡོང་བ་མ་རེད་རྒྱ་གར་ལ་འཚར་ལོངས་བྱུང་ཡོད་དུས་བསམ་པ་ཡིན་པ་ཡིན་ནའི་ང་རང་ཚོའི་གཞོན་སྐྱེས་དེ་ཚོའི་ཁྲོད་ལ་གཅིག་བོད་དོན་ལས་འགུལ་ཡིན་ནའི་རེད་བོད་ཀྱི་རང་དབང་སླར་གསོའི་ལས་འགུལ་ནང་གཅིག། ང་ང་ཤུག་ཤུག་གིས་འཛུལ་ཡག་གི་རྐྱེན་རུ་ལ་ནའི་རེད་གཅིག་ས་བོན་དེ་ག་རེ་རེད་བསམ་དགོས་ན། བར་སྐབས་གཅིག་ལ་མི་མང་པོ་གཅིག་དངངས་འཚབ་འགྲོ་གཅིག་དངངས་སྐྲག་འགྲོ་ག་ལེ་ན་དེང་སང་གཞོན་སྐྱེས་ནང་ལོགས་ལ་འདི་ལྟ་ག་འདྲ་ལ་འཚོ་བ་དང་མ་བསུ་ན་ཡོད་ཡོད་ན་མེད་ན་བསམ་མེད་ཀྱི་དྲི་བ་ལས་རྒྱུ་རང་མ་འདེར། ཡང་འདི་ང་ཚོས་བསམ་བློ་ཡག་པོ་བཏང་ན་ཨེ་འདྲས་མ་རེད་ཤག་མེད་བ་དང་དེ་འདྲའི་རྩ་བ་ཉིད་ནས་མ་རེད་ཤག། དཔེར་ན་ཆ་བཤད་ན། ད། ང་ཚོ་ཚོགས་པ་བྱས་ན་ད་གཞོན་སྐྱེས་རང་གི་ཚོགས་པ་མཆོག་སྒྲུབ་ཚོགས་པ་བྱ་འདོད་རེད། ད་མཐོ་སློབ་ཁག་གི་དམིགས་བསལ་གྱི་ང་ཚོ་བོད་པའི་ད་མཐོ་སློབ་ཁག་ན་ཡོད་ངེས་ཀྱི་སློབ་ཕྲུག་རང་ཐད་ཀར་ང་ཚོས་དུ་ལས་འགུལ་སྤེལ། མཉམ་དུ་དུ་ཞིབ་བྱས་ལས་འགུལ་སྤེལ་བའི་སྐབས་ལ་ཡང། ཁོང་ཚོ་ནང་ལ་དཔེ་མི་སྲིད་ཀྱི་ང་ཚོ་གཅིག་འཚོ་བ་ཤུགས་ཆེན་པོ་སྤེལ་ད་འདོད་ཡིན་ན་འདུག་ལ་བརྗོད་ར་འདི་གི་ཡང། ད་ཕྱི་ལོ་ངན་ག་རེ་གཅིག་རྔམ་དྲག་དང་དེ་འདྲས་སྐྱེས་ན་རེད།

གཉིས་ལྡན་ནས་ང་ཚོ་ཅིག་བོད་པའི་གིས་ད་དཔེར་ན་ཆ་ཤས་ན་ང་ར་འགྲོ་ཆ་མཚོན་ན་ནང་མི་དང་དེ་འདྲས་ཀྱི་ལོ་རྒྱུས་མང་པོ་བྱེད་གྲུམ་དང་དེ་འདྲས་འཚོ་བ་ཤུགས་ཆུང་པོ་ཡོད་དུས་དེ་གཅིག་པོ་མ་རེད་ཨ་ནི་བོད་ནང་ལོ་ཛྭ་དྲག་གནས་ཚུལ་ག་དུས་བྱུང་བ་ན་ཅིག་བྱེད་དགོས་འདུག་བསམ་བསམ་གི་འཚོ་བ་དུས་ར་དེ་འདྲས་ངས་ཁོང་ཚོ་ཚང་མ་ལ་མཐོང་གོ་འདུག་དཔེར་ན་དཔེར་ན་སོ་སོའི་ནང་མི་གིས་ད་ཁོང་ཚོ་མཉམ་དུ་མ་བསྡད་ཆེད་ང་ཚོ་སྐད་ཆ་བཤད་ཡོད་སྐབས་ལ་རེ་ཨ་ལས་ངའི་བུ་སྤོལ་ཉི་མ་དེ་འདྲས་རེད་ཤག་ངའི་ཨམ་ལ་དེ་འདྲས་བྱས་ཤག་ངའི་བོད་ནང་ལོ་ལོས་རྒྱུ་ཨ་ཁུ་གཅིག་དང་ཨ་ནི་ཨེ་འདྲས་བྱས་འབྲེལ་བ་ཡོད་དེ་གཅིག་ཡོད་རང་དེ་འདྲས་ཀྱི་རེད་ཤག། དེ་ནས་རྣམ་པ་གཉིས་ཅག་ལ་ངས་དྲི་བ་གཅིག་མཚུངས་གཅིག་དེ་འདི་ཡིན། ད་གཅིག་ད་ལྟའི་ཆར་ལ་བོད་ནང་ལོགས་ལ་ཧ་ཅང་གི་རྫ་དྲག། ད་གཅིག་རྒྱ་ནག་གཞུང་གིས་མི་གཅིག་གུ་ཡོད་བརྒྱ་པ་ཡིན་ནས་འཛིན་བཟུང་བྱས་ཀྱི་དུས་ཚོད་དེ་འདྲས་ཞིག་རེད། དེ་འདྲས་ཀྱི་སྐབས་སུ་བོད་ནང་ལས་འགུལ་སྤེལ་ལ་དེ་བས་ཀྱང་དཀའ་ལས་ཁག་པོ་ཆགས་དགོས་རེད། དེ་འདྲས་ཡིན་དུས་བརྩམས་པ་ད་གཅིག་ད་ལྟའི་ཆར་ལ་ང་རང་ཚོ་བཙན་བྱོལ་སྤྱི་ཚོགས་འདི་ནང་ལ་དངོས་གནས་ལྟ་ཅིག་དེ་སྔ་ལས་ལྷག་པའི་ལས་འགུལ་སྤེལ་དགོས་ཡ་དང་ཅིག་ལས་ཀ་བྱེད་དགོས་ཡ་གི་དུས་ཚོད་ཅིག་སླེབས་པ་གཟིགས་ཀྱི་ཡོད་ན་གཟིགས་ཀྱི་ཡོད་པས་ན་ང་ཚོའི་དངོས་ནས་ག་རེ་བྱེད་ཐུབ་ཡ་ཡོད་རེད། ད་ད་ལྟ་ང་ཚོ་རྒྱ་གར་ནང་ལ་བོད་པ་འདི་འདྲའི་ལོ་སྟོབས་ནག་དང་ལོ་དྲུག་ཅུ་རབ་བཞི་དེར་ད་ད་འདོད་ཧ་མ་གོ་གི་དཔེ་མང་པོ་འདུག་དེ་ཡིན་དུས་གང་ལ་ང་ཚོ་གང་ཐུབ་ཐུབ་ཀྱི་ལས་འགུལ་སྤེལ་གོ་ཐོག་སྤེལ་བོད་ནང་ལ་ཡོད་པའི་བོད་མི་ཚོ་གི་ཆེད་དུ་ལ་ང་ཚོ་གི་ལས་འགུལ་ཡང་ཡང་སྤེལ་ནས་ཨ་ནི་འཇམ་ཏིང་ཏིང་དེ་བ་ཡིན་ན་རྩ་བ་ཉིད་ནས་འགྲིག་ཡས་མི་འདུག་དེ་ག་དུས་ཡིན་པ་ཡིན་ན་སྣེ་ཁྲིད་མཁན་གྱིས་སྣེ་ཁྲིད་དགོས་ཀྱི་འདུག་ལས་འགུལ་སྤེལ་མཁན་གྱིས་ལས་འགུལ་སྤེལ་དགོས་ཀྱི་འདུག་མི་རེ་ངོས་རེ་ལ་འགན་ཡོད་རེད་མི་ཚང་མས་ཀྱིས་སོ་སོ་སོ་གྱིས་རྣམ་དཔྱོད་མ་འདྲ་བཏོན་ནས་ལས་འགུལ་འདྲ་མི་འདྲ་སྤེལ་ཡས་ཡོད་རེད་རྔན་མ་ཡིན་པ་ཡིན་ན་ད་དྲ་རྒྱ་དང་ངོ་དེབ་དང་དེ་འདྲའི་ཡོད་མ་རེད་བ། ད་ལྟ་ཡིན་པ་ཡིན་ན་ད་དེ་ཐོག་ལ་ད། ད་ཐུགས་འགན་དཔེ་ཡག་པོ་འདུག་དྲང་པོ་ཞུ་བ་ཡིན་ན། དེ་ཡིན་དུས་གང་ལ། ང་ཚོ་སྤྱི་བཏང་གི་ད་ལྟ་ལས་འགུལ་འདི་ཚོ་རིགས་འདི་ཚོ་ད་ལྟ་བོད་ནང་གི། བོད་མི་ཚོ་ལ་དམ་དྲག་ཆེན་པོ་བྱེད་ཀྱི་ཡོད་རེད། ཡིན་པ་ཡིན་ན་ང་ཚོས་ཀྱི་དམ་དྲག་ཆེན་པོ་བྱེད་ཀྱི་འདུག་ལབ་ནས་ཁོ་ཚོ་ལ་གནོད་ཀྱི་འདུག། ཁོ་ཚོ་ང་ཚོའི་བཙན་བྱོལ་ནང་ལ་ལས་འགུལ་སྤེལ་བ་ཡིན་ན་ཁོ་ཚོ་ལ། མ་ང་གཟིམ་འགྲོ་གི་འདུག་བསམ་ཡས་ཅོ་ར་དེའི་ཚོར་བ་དེ་ང་ཚོ་ལ་ཡོད་རེད་དེ་ཡིན་པ་ཡིན་ནས། ཁོ་ཚོའི་ནང་གི་བཙོན་ཁང་ནང་ལ་ངེད་མ། ཨ་ནི་ངག་དབང་གསང་གྲོལ་ལ་རྗེ་ལ་ཕྱི་ལ་མ་དོན་ཡོན་ཕྱིན་ནས་ད་བཙན་བྱོལ་ནང་ལ་ཚུར་རྒྱ་གར་ལ་འབྱོར་བྱེད་དུས་ཁོ་རང་གི་གསུང་བཤད་ཀྱི་ནང་ལོགས་ལ་ག་རེ་གསུངས་སོང་ཁོ་ཚོ་བཙོན་ཁང་ནང་དར་བའི་སྐབས་ལ་བཙོན་པ་ཚོ་གི་ཡི་གེ་བྲིས་ཕྱིན་ནས་གཞས་ཚིག་རྩོམ་ཕྱིན་ནས་གཞས་སྐད་ཆ་སྐྱར་ནི་ཁོ་རང་ཚོ་བཏང་གི་ཡོད། གཞས་དེ་བཏང་དུས་གང་ལ་ད་ཁོ་རང་ཚོ་གི་བསམ་བློ་དེ་ག་རེ་རེད་བྱས་ལ་ན་བཙོན་ཁང་ནང་ལ་ད་ལས་འགུལ་སྤེལ་མཁན་ཚང་མ་བཙོན་ཁང་ནང་ལ་དར་བ། བཙོན་ཁང་ནང་ལ་ད་ཁ་བཙུམ་བསྡད་བསྡད་བ་ཡིན་ན། ཨ་ནེ། ཕྱི་ལོག་དེ་ཚོ་ག་རེ་བྱེད་ཀྱི་ཡོད་ན་བསམ་ཡས་ཀྱི་འཚོ་བ་དེ་ཁོ་ཚོ་ལ་སླེབས་ཀྱི་འདུག་ད་ང་ཚོ་ནང་བཞིན་མུ་མཐུད་ནས་སྤེལ་མཁན་ཡོད་ན་མེད་ན། དེ་བྱས་ནས་ཁོ་ཚོའི་ཕྱི་ནང་ལོག་ནས་གཞས་སྐད་ཆེན་པོ་བཏང་བཞག་དུས་གང་ལ། ཕྱི་ལོག་དེ་ཚོ་གིས་ཨོ་ནང་ལོག་གི་གཞས་ཚིག་འདི་འདྲ་བཏང་གི་འདུག་གཞས་འདི་འདྲ་བཏང། གོ་ན། ཁོ་ཚོས་གིས་མ་ང་སེམས་ཤུགས་བསྐྱེད་ནས་བྱེད་ཡོང་བསམ་ཡས་བྱོས་ར། ད་བོད་ནང་ལ་ད་ལྟ་ལས་འགུལ་སྤེལ་མཁན་ཚོས་གི་སྐུ་ལུས་མེར་སྲེག་བཏང་གི་ཡོད་རེད་ད་འདྲ་མི་འདྲ་ཚང། ཁོ་ཚོས་ཀྱི་རྦད་དེ་གོ་སྐབས་ཚང་མ་ལེན་བྱེད་ནི་ཁོ་ཚོས་གནང་གི་ཡོད་རོ། བོད་ནང་ལ་རྦད་དེ་སེམས་ཤུགས་མ་ཆགས་བྱེད་ནི་རྦད་དེ་ཁོ་རང་གནང་གི་ཡོད་རེད། ད་དེ་ང་ཚོས་ཀྱི། ཁོ་ཚོས་ཀྱི་དེ་འདྲ་བྱེད་ཡས་ལ་ང་ཚོ་རང་དབང་ལུང་པ་དེ་རེད་དེ་ལས་སླ་ང་ཚོས་བྱེད་མ་ཐུབ་ནའི། དེ་ལས། ད་སྐྱོ་བ་དང་ང་ཚོ་བྱེད་རྒྱུ་ཡོད་མ་རོ། དེ་འདྲའི་ཀྱི་འཚོ་བ་དེ་ང་ག་དུས་ཡིན་པ་ཡིན་ན་དེ་འདྲའི་སླེབས་བསྡད་ཀྱི་འདུག་ར་དེ་ཡིན་དུས། ལས་འགུལ་སྤེལ་གོ་གི་ཡོད་རེད་ཁོ་ཚོས་ཀྱི། གསུང་གི་གསུང་ཚབ་དེ། ད་ལག་གོ་རེ་ག་ལོག་རེ་ཁོང་ཚོ་ལ་སྐད་ཆ་བཤད་ཀྱི་རང་དབང་དེ་ཡོད་མ་རེད། ང་ཚོ་ལ་རང་དབང་ཡོད་རེད་ང་ཚོས་ཁ་གྲག་གོ་གི་ཡོད་རེད་སྤྱན་རས་གཟིགས་ཀྱི་ཐུགས་རྗེ་བཀའ་དྲིན་ལ་ང་ཚོ་བོད་རྒྱ་ཞི་མོལ་གྱི་གྲོས་མོལ་ལམ་ཅིག་ཡོད་རེད་འདི་གི་ཐོག་ནས། ལས་འགུལ་ག་རེ་སྤེལ་གོ་འདུག་སློབ་སྦྱོང་བཤད་མཁན་ཚོས་སློབ་སྦྱོང་ཐོག་ནས་ལས་འགུལ་སྤེལ་གོ་གི་ཡོད་རེད་ཐང་ལ་དོན་ནས་སྣེ་ཁྲིད་ནས་ལས་འགུལ་སྤེལ་གོ་མཁན་དེ་ཚོ་ལས་འགུལ་སྤེལ་གོ་གི་ཡོད་རེད་འདི་ལ་སྣེ་ཁྲིད་པའི་ཐོག་ནས་མི་མང་གི། རྒྱབ་སྐྱོར་བྱེད་ཆེད་ནི་མི་མང་ག་ལ་གང་འཚམ་ཅིག་མཉམ་ཞུགས་བྱེད་ཆེད་ནི། ལས་འགུལ་ནང་ལ་མཉམ་ཞུགས་བྱེད་དགོས་ཀྱི་ཡོད་རེད། ཡིན་པ་ཡིན་ནའི། ཅིག་མཐོང་ན་མ་མཐོང་མདོག་མདོག་འགྲོ་མཁན་ག་ལ་གང་འཚམ་ཡོད་རེད། ར་ད་ཚོད་ཚོད་ཀྱི་ཉམས་མྱོང་ཡོད། ད་དེ་གས་འདི་ཚོ། རྩ་བ་ཉིད་ནས་འདི་ཚོ་རིགས་འདི་ཚོ་གནང་རྒྱུ་ཡོད་མ་རེད་མཉམ་ཞུགས་གནང་དགོས་ཀྱི་ཡོད་རེད། སྐར་མ་ལྔ་ཅིག་ན་དུས་ཚོད་བཏང་བྱས་ནི་ལངས་བྱས་ནི་བསྡད་ནི་ག་རེ་ཕན་ཐོགས་ཀྱི་འདུག་དེ་དུས་ཚོད་དེ་སྤུངས་དགོས་ཡ་དེ་དཔེ་མི་སྲིད་ཀྱི་རྩ་ཆེན་པོ་རེད། བོད་ནང་ལ་ད་ལྟ་ག་ཅིན་ལ་ན་སློབ་གྲྭ་ཡིན་པ་ཡིན་ན་སྤུ་གུ་ཡིན་པ་ཡིན་ན་ད་མི་རིགས་རྩ་མེད་བཏང་ཡས་ཀྱི་ལས་འགུལ་མང་པོ་ཅིག་བྱེད་སྡོད་ཀྱི་ཡོད་རེད། ད་དེ་འདི་བྱེད་ས། བོད་ནང་ལ་ད་མི་རིགས་རྩ་མེད་བཏང་ཡས་ཀྱི་སྤུ་གུ་ཡིན་པ་ཡིན་ན། སྟོང་དང་བརྒྱད་ཅུ་དགུ་བཅུ་གྱི་གནས་སྟངས་ཅིག་ཆགས་བསྡད་ཡོད་ར། དེ་འདྲས་ཀྱི་ཁོ་ཚོ་གྱི Colonial Boarding School ལ་ནས་དེ་འདྲས་ཅིག་ལས་གཞི་ཅིག་བརྩམས་བྱས་ནས་ད་ལོ་མང་པོ་འགྲོ་གི་ཡོད་རེད་དེ་ཡིན་པ་ཡིན་ན། ཁ་བྲལ་བཏང་ཕྱིན་ཕ་མ་དང་སྤུ་གུ་ཐུགས་ཡས་མས་བ། ད་ལྟ། ང་ཚོ་ལ་ད་ལྟ་ལས་གོང་ནང་ལ་མི་དེ་ཚོ་གི་ད་ག་ལོག་རེད་བཅར་མཁན་ཡོང་དུས་གང་ལ་ཁོ་ཚོའི་སྐད་དེ་འདྲ་གསུངས་བསྡད་ཀྱི་འདུག་ར་ད་ད་ད DNA གི་ཅེག་བྱེད་ཡས་དེ་ཚོ་དང་བེད་སོག་གི་སོག་ཀྲག་དེ་བེད་ཁོ་རང་འཐེན་བྱིན་ནས་ཁོ་ཚོ་གི་ཅེག་བྱེད་ཀྱི་ཡོད་རེད་དེ་ཚོ་རིགས་དེ་ཚོ་བེད་ཁོ་རང་མཐའ་གཅིག་ཏུ་ཁྲིམས་འགལ་གི་ལས་ཀ་རོ། ཨ་ནི་རིན་ཆོ་ལགས་དེའི་ཐོག་ལ་དགོངས་ཚུལ་གར་སོང་ཡིན་ནམ། བོད་ནང་ལོ་ལ་ལྔ་བཅུ་ང་དགུ་གནས་བྱས་རྗེས་ད་ལྟ་བར་དུ། ལས་འགུལ་མ་གནང་བ་དང་ངོ་རྒོལ་སྐད་འབོད་འབོད་སྒྲ་མ་གནང་བ་མ་རེད་དོ། མུ་མཐུད་ནས་གནང་གི་འདུག། དམིགས་བསལ་གྱི་ཉིས་སྟོང་བརྒྱད་སྐབས་ལ་སོ་སོ་སྒེར་འགྲོ་བ་བྱས་ནས་ཚོགས་སྤེལ་ཤུགས་ཆེན་པོ་བྱུང། ནམ་རྒྱུན་ང་ཚོ་དམ་དྲག་ཤུགས་ཆེན་པོ་རེད་ཉེན་ཁ་ག་ཚོད་ཆེ་མོ་ད། དེ་འདྲ་ལ་ཆེས་མ་བསམ་ནས་རབད་ཁོ་རང་སོ་བློས་བཏང་རང་བྱས་ནས་ང་ཚོ་གིས་ད་མཐོང་ཡོད་ར། འདི་ག་རེད། བོད་ཀྱི་ས་ཁྱོན་ཡོངས་རྫོགས་ལ་ང་ཚོས་དུ་ཞི་བའི་སྒེར་ལངས་ཀྱི་ངོ་རྒོལ་ཅིག་ཤུགས་ཆུང་པོས་མཐོང། དེའི་སྐབས་ལ་ཡང་དངོས་གནས་ཁོ་ར་ལྟ་ཅིག་ང་ཚོའི་དབྱིན་སྐད་ནང་ལ Positivity ལས་ར། སེམས་ཤུགས་འཕར་མ་ཅིག་སྐྱེ་དགོས་ཡ་ག་རེད་ཤག། ལོ་ན་ཆུང་ཆུང་ལོ་བཅུ་དྲུག་བཅུ་བདུན་ལོ་བཅུ་བཞི་ལོ་ཉི་ཤུ་ནང་ལོ་ཨ་དམིགས་བསལ་གྱིས་ད་དེ་འདྲའི་མང་པོ་ཅིག་གཞོན་སྐྱེས་དཔེ་མང་པོ་ཅིག་མཉམ་ཞུགས་གནང་དུས་ཁོ་རང་ཚོ་སྒྲོལ་གྱི་ཆ་མཚོན་པ་ན་བོད་རང་བཙན་རྒྱལ་ཁབ་ཅིག་མཐོང་མྱོང་ཡོད་མ་རེད་ལ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་བཅས་མཇལ་མྱོང་ཡོད་མ་རེད། དེ་འབྲེལ་གྱི་མི་རབས་ད་གཞོན་སྐད་ཀྱི་མི་རབས་འདི་ཚོ་གི་འཚོ་བ་ད་དེ་འདྲ་མཐོང་དུས་སོ་སོ་ཡིན་ན་ད་རྒྱ་གར་ལ་འདུག་ཡོད་སྐབས་ལ་ཨ་མ་ཁོང་ཚོ་བློ་སྒོ་ཕྱེ་ལ་བསམ་མེད་བརྗོད་རོགས། ད་ཕྱིས་སུ་ད་མྱ་ངན་ཡིན་པ་ད་ཅིག་ད་དམ་དྲག་བ་ད་བཙོན་ཁང་བ་ལ་མྱ་ངན་ཡིན་པ་འདི། གཏན་འཁེལ་རེད་ད། དེ་འདྲའི་སྐབས་ལ་ད་ག་རེ་ར་བྱེད་དགོས་འདུག་བསམ་བསམ་གི། དཔེར་ན་སློབ་གྲྭ་ཁག་ལ་ང་ཚོ་གི་མང་པོ་ཅིག་ད། སོ་སོ་རོགས་པ་མང་པོ་ཅིག་ནས་བོད་ནས་རང་ནས་ལས་གོས་དེ་འདྲའི་སློབ་ཕྲུག་ཅིག་པ་ཡིན་འཛིན་གྲོགས་ཅིག་པ་དེ་འདྲས་ཁོ་རང་ཚོ་གི་ད་དུ་འཚོ་བ་ང་ནས་ང་ཚོ་གི་ཅིག་བྱེད་དགོས་འདུག་ལ་བྱེད་ར། ཨ་འདི་སྐབས་ལ་གོང་གསལ་ཁེལ་བསྡད་པ་རེད་ང་ཚོ་སློབ་གྲྭ་ནི། ང་ར་གསལ་བོ་དྲན་གྱི་འདུག་ང་ཚོ་ད་ལྟ་ལྡི་ལི་ཇཱན་དར་མ་འདི་ལ་དུ་ད། གཞན་པ་གལ་ཆེ་མེད་ན་ད་ལྟ་རྒྱ་གར་དང་ལོ་ལ་ལས་འགུལ་ཅིག་ཤུགས་ཆུང་པོ་ཅིག་དུས་དུས་སྤེལ་དུས་གོམ་བགྲོད་ཀྱི་ལས་འགུལ་དེ་ར། ང་ཚོ་སློབ་ཕྲུག་ཁ་དྲོ་གྱིན་ན་སོ་སོ་རང་གི་འགན་ཁྱི་བྱེད་ཡག་དུས་སྦྱར་འདར་མ་འདར་ལ་འགྲོ་ཨ་ནི་ང་ཚོ་གི་ཟས་བཅད་ངོ་རྒོལ་གྱི་ལས་འགུལ་ན་མཉམ་ཞུགས་བྱིན་ད་འདི་དྲོ་གྱིན་ན་སོ་སོ་གི་བྱེད་ཐུབ་པའི་ཡོད་གི་གི་ལས་འགུལ་དྲོ་གྱི་རེད་ཞག་སྐབས་དུས་དུས་དེ་འདྲ་དེ་འདྲ་བྱེད་བྱེད་ད་བོད་ནང་ལོ་ལས་འགུལ་བོད་མི་དེ་ཚོ་དངོས་གནས་ཁོ་ར་བློ་ཁོ་རེད་དུ་བ་ས་མེད་འགྱོ་ར་དེ་འདྲ་འཚོ་བ་ཅིག་འདི་མ་ཡིན་པའི་གི་ཡང་ཐབས་ཇུས་འདེམས་སྤེལ་གྱི་ངང་ཚུལ་ལས་འགུལ་ལས་ར། Strategic Non-Violent Action ལས་ར། Tactics Campaign། དེ་འདྲའི་ལས་འགུལ་གྱི་རྣམ་པ་སྤེལ་ན་ཆ་ཡོད་ན། ད་ང་ཚོ་ལྷག་དཀར་མུ། ལྷག་དཀར Movement ལ་ཡོད་ར། ལྷག་དཀར་གྱི་སྲུང་བརྩི་བྱས་ཏེ་དངོས་གནས་བྱས་ན་བོད་རང་ནས་དངོས་གནས་ཁོ་ར། བསམ་བློ་ཡག་པོ་བཏང་ན་དཔེ་མི་སྲིད་ཀྱི་ཐབས་ཇུས་ངན་པ་ཅིག་རེད་དོ། ཀུན་འདུས་ཀྱི་བླ་ས་བྱས་བླ་ས་ཡིན་པ་གང་ཞིག་ལ་ང་ཚོ་ཀྱི་སོ་སོ་བོད་པ་ཡིན་པའི་ཀྱི་ངོ་བོ་དེ་ཤུགས་ཆེན་པོ་སྟོན་བྱས། ཨ་ནི། འདིས་ཀྱི་སྐད་མང་པོ་ཅིག་ངེད་ཀྱི་ད་ལྟ་པ་དུང་ང་འདི་ད་ད་འདུས་ན་འདི་ལ་ང། སོ་སོའི་ཡིད་ཁྲོ་ཡ་ཅིག་དང་ངུ་གནོད་ཁོ་ར་ཧ་ལས་བྱོས་ར་བོད་ནང་ལོགས་ཀྱི་བོད་མི་ཚོས་ཀྱི་སློབ་སྒོ་དང་རྣམ་དཔྱོད་སྟོན་དང་བྱོས་ར་དཔེ་ན་ཆ་ཤ་བས་ན། ད། སོ་སོ་ཀྱི། རིག་གཞུང་དང་འདི་ཙམ་དུ་མ་ཟད་སྐད་ཡིག་ལ་ངུ་གནོད་ཁོ་ར་འདི་ཀྱི་ལྷ་དཀར་རྒྱུད་ཆེ་ལྡེ་རྒྱུད་འདི་རྒྱུད་ཆེ། དཔེ་མི་སྲིད་ཕེ་ཕན་ཐོགས་ཆུང་པོ་བྱུང་ཤ་དཔེ་ན་ཆ་ཤ་ན། ད་ལུང་པ་ཁ་བདེ་བ་ལ་ད་དུ། གྲོང་གསེབ་ཁ་བདེ་བ་ལ། རྩོམ་ཡིག་གི་འགྲན་བསྡུར་འགྲོ་ཆེད་མདུན་ངོས་བསྡུ་ཆེད་གལ་སྲིད་རྒྱ་སྐད་དང་བོད་སྐད། བོད་སྐད་ནང་ལོ་བརྒྱ་བརྒྱད་སྤྲད་སྤྲད་བཏང་བས་ན། ཁོ་ཚོས་དབྱིན་སྐད་ནང Voluntary Find ལས་ར་སོ་སོ་ཆད་པ་དེ་ཕུད་དུས་གམ་ཤོར་ན་ལོས་དང་དེ་འབྲེལ་གྱི་ལས་འགུལ་དང་རྣམ་དཔྱོད་ལྡན་པའི་ལས་འགུལ་མང་པོ་ཅིག་སྤེལ་དུས་དེ་འབྲེལ་གྱི་ཤུགས་རྐྱེན་མང་པོ་ཅིག་ཐལ་ཡོད་ར། ད་ད་ལྟ་བཙན་བྱོལ་ནང་ལོ་ལ་ང་ཚོས་ཀྱིས་ཡང་ལྷག་དཀར་ལ་ན་ཅིག་ཆུ་བ་གོན་ཙམ་ཅིག་དང་ཡང་ཨེ་འདྲ་འགྲོ། སྒོར་གཞས་ཁྲ་ཡ་དང་དུས་མཚུངས་གད་ལྟ་ཆུན་པོ་རེ་ངོ་ནུས་གོང་ར་ང་ཚོ་ཡ་རིག་གཞུང་དང་དེ་འདྲས་ཀྱི་ཆ་ཆ་དོད་རེ་ཡིན་ནའི་འདི་གི་ཆབ་སྲིད་ཀྱི་ང་ཚོ་གི་གོ་རྟོགས་བརྒྱུད་ར་འདི་ཡང་ཧ་གོ་དཔེ་གལ་ཆུན་པོ་རེ་བསམ་གི་འདུག་བྱུང་རིམ་བརྒྱུད་ར་ལྷག་དཀར་ག་འདྲས་བྱུང་ཡོད་མེད་དེ་འདྲས་ཅིག་རེད་ཨ་འདི་མ་ཡིན་པའི་གི་ད། ད་འདུག་ཡིན་ནའི་བོད་ནང་ལོ་ནས་ང་ཚོ་གནས་ཚུལ་ཐོན་ཐོན་ལེགས་འདུག་དཔེ་ན་ཆ་ཞིན་ན་བུད་མེད་ལོ་ཉི་ཤུ་རྩ་ལྔ་རྩ་དྲུག་ཡིན་པ་ཅིག་གི་རྒྱ་གར་ལ་དུ་སྤར་དང་དེ་འདྲས་བསྐུར་བ་ཙམ་གྱིས་འཛིན་བཟུང་བྱས་འདུག་དེ་འདྲས་ཀྱི་གནས་སྟངས་བར་ལ་ད་ད་ད་ད་མཛའ་དྲག་པོ་ག་ཚོད་བྱས་མེད། སྐབས་རེ་ངེད་ཀྱིས་ལན་འདུག་རྒྱབ་ཀྱི་ང་ཚོའི་བོད་ཀྱི་རྩ་དོན་དེ་མཚམས་མཚམས་རླུང་ཁྲོད་ཀྱི་མར་མེ་འགྲོ། ཉེན་ཁ་ཆེན་པོ་དཔེ་བརྩིས་ཏེ་ཡིན་ནས་ཁ་ཤས་ཀྱིས་འདི་ལྟར་ཁྱོད་རང་དེ་བསམ་བློ་རྔམ་དྲག་སྐད་མང་དྲག་རེད་ལ་ཡིན་ནས་ང། དེ་འདྲའི་འཚོ་བ་ག་ཅིག་འདི་ན་ན་ད་ད། ཨ་ཅེ་ལས་གོང་དུ་ཞུ་བ་ན་ཤེས་རེད་དེ། བསྟན་བྱ་བསླབ་གྲྭ་བཙུགས་ཡས་རྒྱུ་ར་འདི་སྲིད་བྱུས་ཧང་སངས་ཀྱི་ང་ཚོ་དངངས་སྐྲག་བྱེད་དགོས་ཡས་ཅིག་ད་འདི་གང་ལ། བོད་མིའི་ད་ཚོགས་པ་ཁ་ཅིག་པོ་མ་རེད། ང་ཚོ་ད་གཞུང་འབྲེལ་ད་གཞུང་འབྲེལ་མ་ཡིན་པ་ཚོགས་པ་ད་རེད། ང་ཚོ་བོད་གཞུང་གི་ངོས་ནས་ནས་འདུག། བཙན་བྱོལ་བོད་མིའི་སྒྲིག་འཛུགས་ངོས་ནས་འདི་གང་ལོ། ལས་འགུལ་མང་པོ་ཅིག་སྤེལ་འདོད་རེད། འདི་ལ་ཚང་མས་ཀྱི་མི་དམངས་ཚང་མས་ཀྱི་ཧ་རུ་བ་རུ་མཉམ་ཞུགས་གནང་ཡ་དེ་དཔེ་གལ་ཆེན་པོ་རེད། ད་ད་ལྟ་བསྟན་བྱ་བསླབ་གྲྭ་འདི་གི་མ་འོངས་པ་གི་ང་ཚོ། ད་བརྒྱུད་རིམ་འདི་ནང་ལོ་ལ། ལོ་ཁ་ད་ལོ་ཁ་ཤས་ཀྱི་ནང་ལོ་ལ་ག་རེ་ཡོང་འགྲོ་ཡོད་ན་ག་རེ་ཆགས་ཀྱི་རེད་ལ་འདི་རྔམ་དྲག་ཅིག་རེད། ད་བོད་པ་ཡིན་ལ་ནི། ང་བོད། ད་བོད་ནང་ལོ་ལ་འདུག། བོད་སྐད་མ་བསླབ་པ་ཆེ། སོ་སོའི་སྐད་ཡིག་དང། རིག་གཞུང་དང་དེ་འདྲའི་ངོ་སྤྲོད་དང་དེ་འདྲའི་རྩ་བ་ཅན་བོད་ཐ་དད་བཞག་བཞག་དུས། ཕྱིས་སུ་ད་བོད་པའི་ངོ་བོ་བསླབ་ན་ག་འདྲས་ཅིག་ཆགས་ཀྱི་རེད་ལ་བོད་ནང་ལོགས་ལ། འདི་སྨྱོས་དེ་ལ་ཅིག་བོད་པའི་འཚོ་བ་ཤུགས་ཆུན་པོ་ལས་དེ། མང་པོ་ཅིག་གིས་སོ་སོ་ཡང་ང་ཚོ་གི open school ལ་ནི་དེ་འདྲའི། ལུང་པ་ཁག་དང་ཡང་ཅིག་གྲོང་གསེབ་ཁག་ནང་ལོགས་ལ། བོད་སྐད་རང་བོད་ཡིག་བསླབ་པའི་རང་ག་ཅིག་དེ་འདྲས་ཀྱི་ལས་གཞི་མང་པོ་ཅིག་འདི་ཆ་ཚང་སྒོ་རྒྱག་ཏུ། ད་རྒྱ་མི་གིས་ག་ལེ་ག་ལེ་ད། སྲིད་ཇུས་འདི་ཚོ་ངོ་ཤེས་ན་ཨ་ལས། བོད་པའི་གི་འཐབ་རྩོད་འདི་རྩ་བ་ནས་མེད་བཟོས་ཡ་འདི་ལ། ཀེག། རིག་གཞུང། ངོ། འདི་མེད་བཟོས་ན་ད། ཁོང་ཚོ་གི་འདི་ཧ་གོ་ཆེད་ད་ད་ལྟ། ལས་གཞི་ངན་པ་འདི་འདྲ་བརྩམས་བསྡད་ར། དེའི་སྐབས་ལ་ཡ་ད། ང་ཚོ་ཚང་མས་ཧ་རུ་བོ་རུ་བྱེད་དགོས་འདུག། དེ་དང་མཉམ་དུ། ང་ཚོའི་ལྟ་འདི་གོང་དུ་ཤོར་རང་དབང་ལུང་པ་བདེ་བའི་རེད་རང་དབང་ལུང་པ་བདེ་བ་གང་ཞིག་ལ། ནམ་རྒྱུན་ང་ཚོའི་མང་པོ་ཅིག་གིས་ཨེ་འདྲ་འདི་དབྱིན་སྐད་ཚིག་འདི་བེད་སྤྱོད་བྱེད་ཡུལ་དུ། Voice for the Voiceless ལ་ནི་ང Voiceless ཅི་ཡིན་མེད་ང་བོད་ནང་ལོས་ཡོད་རྒྱུ་བོད་མི་དེ་ཚོ་དངོས་གནས་ཁོ་རང་ང་རང་གང་ལས་བློ་སྒོ་ཕྱེ་ཨ། ཧ་གོ་གི་ཡོད་རེད་ག་རེ་བྱུང་གི་ཡོད་མེད་ཉེས་ཆད་ག་རེ་ཕོག་གི་ཡོད་མེད་ནང་མི་ལ་ཉེས་ཆད་ག་རེ་ཕོག་གི་མེད། ད་འདུག་སེམས་ཤུགས་མ་ཆག་ཡོད་ཐོག་ནས་མུ་མཐུད་ནས་ལས་འགུལ་སྤེལ་དགོས་ར་དེ་འདྲས་ཡོད་དུས་ངེད་ཀྱིས་ཚིག་འདི་འགྱུར་བ་བཏང་ཆེད Amplify ལ་བསྒྱུར་ར་ཁོང་ཚོ་གིས་འབོད་སྒྲ་འདི་ཤུགས་ཆེ་རུ་ག་འདྲས་སུ་གཏང་དགོས་འདུག་འདི་ལ་ང་ཚོས་ཀྱི་དོ་སྣང་མང་ང་བྱེད་འོས་འདུག་ད་ནང་ཁུལ་ང་ཚོའི་རྙོག་དྲ་དང་ག་རེ་ཡོད་བ་འདི་ཚོ་ཕར་བཞག་བྱས་ར་ད་འདི་ང་ཚོའི་བོད་པའི་ནང་ལོ་ཛ་དྲག་པའི་གནས་སྟངས་ག་རེ་འདུག་འདི་ཚོ་ལ་འདི་བྱུང་ཉིན་མ་ནས་ཉིན་མ་ང་ཚོས་ཀྱི་ད་གསུམ་བཅུ་དུས་དྲན་ག་དུས་སླེབས་ན་གཅིག་ཟླ་བ་གཅིག་གཉིས་ད་རྔམ་དྲག་ག་རེ་བྱས་ད་ཡང་ཁུ་ལུས་མེ་སྲེག་གི་གནས་ཚུལ་བྱུང་གི་ཡོད་ན་མེད་ན་ས་མེད་ཅིག་ད་ཡང་འཛིན་བཟུང་གི་གནས་ཚུལ་ཅིག་བྱུང་གི་ཡོད་ན་མེད་ན་ས་མེད་ཅིག་ཨེ་འདྲས་ཀྱི་གཅིག་སོ་སོ་ཡིན་ན་ཡང་རྔམ་དྲག་སྐྱེས་བསྡད་བྱོས་ར། དེ་འདྲའི་སྐབས་ལ་ཡང་ད་འདི་འཚོ་བ་དང་དེ་འདྲའི་མ་སླ་བའི་ཐོག་ནས་རང་ཨ་ནི་འབོད་སྐུལ་ཞུ་ཡས་ཅིག་ལ་ང་ཚོ་ད་ལྟ་བཙན་བྱོལ་ནང་ལོ་ལ་ཅིག་བོད་པའི་གི་འཐབ་རྩོད་མུ་མཐུད་ནས་བརྒྱུད་རིམ་མང་པོ་ཅིག་ང་ཚོ་ད་ནས་ལ་ཐབས་ལམ་གཅིག་ངས་མང་པོ་ཡོད་རེད་དེ་གཅིག་ངས་གར་ཐུང་གི་ན་ན་སློབ་གྲྭ་ཁག་ནང་ལོ་ལ་ང་ཚོ་གི་འཚོ་བ་ཀྲུའུ་ཡན་ཇོ་ར་པེ་ན་ཆ་ཤས་ང་ཚོ་དྲན་གྱི་འདུག་ཨ་ཅག་གོང་དུ་དེ་གསུངས་སོང་སློབ་གྲྭ་ཁག་གཏམ་བརྗོད་ཀྱི་བརྒྱུད་རིམ་དང་ཅིག་ང་ཚོ། གསར་འགྱུར་བརྒྱུད་ལམ་ཁག་གིས་འདི་བྱས་འདི་དཔེ་མི་སེར་སྤུ་གུ་ལ་ཤུགས་རྐྱེན་ཐེབས་རྒྱུ་ར་བོད་ཀྱིས་ང་ཚོའི་ཀློག་དེབ་ནང་ལོ་ལ་དེབ་དང་ལོ་རྒྱུས་གཅིག་པོ་མིན་པ་བྱས། རྒྱ་ནག་དམར་ཤོག་གཞུང་གིས་ག་རེ་བྱས་ཡོད་མེད་དེ་ཚོ་ཚང་མ་གློག་བརྙན་བཏོན་ན་རེད་གཅིག་སྒྲུང་གི་ངོ་བོ་ཡིན་ན་རེད་ད་རྣམ་པ་སྦྱོང་བརྡར་ཡིན་ན་བསླབ་བསྟང་ག་འདྲས་ཡིན་ན་གཅིག་འདི་ཆུ་ཁ་ཅིག་གནང་ན། སློབ་གྲྭ་ནས་མར་ཐོན་གྱི་མཐོ་སློབ་གླེང་ནས་བོད་པའི་ཡིན་པའི་གྱི་འཚོ་བ་དེ་ཤུགས་ཆུང་མིན་ན་ཡང། གཞི་ནས་ཡང་ང་ཚོ་གྱི་བསྐྱར་གསོ་བྱས་རྗེས་ར་དྲན་གསོ་བྱས་དེ་འདྲ་ཡང་དུས་ཚོད་འཕྲོ་བརླག་ཆགས་དེ་ར་དེ་འདྲ་ཡིན་དུས་ཡང་སློབ་གྲྭ་རང་གི་དགེ་རྒན་ཡིན་ན་རེད་ལས་བྱེད་ཡིན་ན་རེད་ངེད་ཀྱི་བྱེད་ཀྱི་མི་འདུག་ལ་ནི་ངེད་དུས་ལ་ཡིན་མིན་ནི། སྔར་ལས་ལྷག་ག་ཅིག་བྱེད་ཐུབ་ཡོད་ད་དུས་ཚོད་སླད་ཤར་ང་ཚོ་གྱི། དེ་ལྟར་སྙམ་དུ་ནི། སེམས་ཤུགས་མ་ཆགས་བའི་ཐོག་ནས་ར་ང་ཚོ་ཚང་མས་ཀྱི། བཙན་བྱོལ་བོད་མིའི་སྒྲིག་འཛུགས་ཡིན་ན་རེད། ང་ཚོའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་ན་རེད་ཚང་མ་ཡིས་ཧུར་ཐག་འབད་ཐག་བྱས་ནས་མི་མང་མཉམ་རུལ་བྱས་ནས་ང་ཚོས་ཀྱི། ད་དམིགས་ཡུལ་གཙོ་བོ་གཅིག་དེ་ག་རེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་བོད་ནང་ང་ཚོ་ཏུ་གདན་འདྲེན་ཞུ་ཡས་དང་ནི་གཞིས་བྱེས་བོད་མི་མཉམ་འཛོམས་ཡས་ད་ག་རང་གིས་ང་ཚོ་གི་བསམ་བློ་ཁེངས་ན། ཕྱིས་སུ་རྙོག་དྲ་ག་རེ་བྱུང་ན་ངས་རྙོག་དྲ་དེ། རང་ཤི་གི་སྲས་འབྲུག་རེད་བསམ་གི། ད་རེས་ང་ཚོ་དུས་ཚོད་ཀྱི་རྐྱེན་པས་ད་ག་ཙམ་ཡིན། ཨ་ནམ་གཉིས་ད་རེས་ང་ཚོའི་གི་ལེ་ཚན་འདི་ནང་ཕེབས། སྙིང་ཐག་པ་ནས་ཐོ་ཆེན་ན་བཞུགས་ཡིན། ཐེངས་འདིའི་ང་ཚོའི་ལེ་ཚན་འདི་ཞུ་མཚམས་ད་ག་བཞག་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་སིང་སིང་རྣམ་པ་ཐོ་ཆེན་ན།